གཅིག་བྱས་ན་བོད་དང་རྒྱ་ནག་བར་གཅིག་སྟོང་དགུ་བརྒྱ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་བར་གྱི་འབྲེལ་བ་དེ་ལ་ནུབ་ཕྱོགས་པའི་སྲིད་དོན་གྱི་མིང་ཚིག་འབྲེལ་ཐག་ཉེ་ཤོས་དེ་ཡིན་ཆགས་ཀྱང་ད་དུང་མིང་ཚིག་དེའི་བརྗོད་དོན་ངེས་གཏན་གང་ཡང་བྱུང་ཡོད་པ་མ་རེད། ཚིག་དེ་བེད་སྤྱོད་བྱེད་སྟངས་སྐོར་ནུབ་ཕྱོགས་པའི་སྲིད་དོན་མཁས་པ་ཚོས་མིང་འདོགས་ཧྲིལ་པོ་གོ་ནོར་ཐེབས་ཡོད་པ་རེད། མིང་ཚིག་དེ་ཡི་ནང་ཆོས་མཆོག་གི་སྡེ་བ་དེ་ཆུས་སྨད་པའམ་ཡང་ན་ཏཱ་ལའི་བླ་མ་དང་མན་ཇུ་གོང་མའི་བར་གྱི་སྡེ་བ་དེ་ཆུས་སྨད་ཅིང། དེ་ལྟ་བུའི་ཤར་ཕྱོགས་ཀྱི་སྡེ་བ་རྙིང་པ་མང་པོ་ཡོད་པ་དེ་ཚོ་ནུབ་ཕྱོགས་པས་མིང་ཚིག་ཐོག་ནས་གོ་བསྟུན་བྱར་ཆོག་ཡོད་པ་དཀའ་ཞིང། དབྱིན་ཇིས་གཏན་པོ་མི་བྱེད་པའི་རྒྱུ་མཚན་གཅིག་ནི། ཁོ་ཚོའི་བོད་ནང་གནས་སྟངས་ལེགས་པོ་ཡོད་པ་དེར་འཕྲིན་ཡིག་གསར་པ་དེ་གནོད་མེད་སྟབས་རུ་སུས་བོད་ལ་ཐེ་ཇུས་མི་འབྱུང་ཆེད་དབྱིན་ཇིས་བོད་ལ་ཐད་ཀར་འབྲེལ་བ་བྱེད་རྒྱུ་དེ་བཞག་པ་རེད། རྒྱུ་མཚན་གཅིག་ནི། ཐོག་མའི་འཕྲིན་ཡིག་དང་པོ་དང་གཉིས་པ་གཉིས་རྒྱ་གར་ནང་གི་དབྱིན་ཇིའི་གཞུང་གིས་བཞག་པ་དང། གསུམ་པ་ནི། ལོན་དོན་ནང་གི་དབྱི་གཞུང་གིས་བཞག་པར་བརྟེན་ཕན་ཚུན་བྱེད་སྟངས་གསལ་རྟོགས་མ་བྱུང་བ་རེད། རྒྱ་ནག་དང་བོད། བོད་བར་ཤར་ཕྱོགས་ཀྱི་འབྲེལ་བ་དེ་དབྱིན་ལན་ནང་ལས་རྒྱ་གར་ནང་གསལ་རྟོགས་ཐུབ་པ་ཡོང་དགོས། གང་ལྟར་ཡང་ཆིངས་ཡིག་གསར་པ་དེ་བོད་དང་རྒྱ་ནག་གཉིས་ཀའི་མིང་རྟགས་བཀོད་པ་བཀོད་པ་མེད་པའི་བོད་ནས་རྒྱ་ནག་གི་སུའི་ཛི་རན་ཏིར་ངོས་འཛིན་བྱེད་འདུན་ཡོད་པ་མ་རེད། དབྱིན་ཇི་ལྷ་སར་འབྱོར་བ་དེ་ནུབ་ཕྱོགས་ངན་པ་ཞིག་ནུས་ཤུགས་ནུས་ཤུགས་ནུས་ཤུགས་ངན་པ་ཞིག་བྱུང་བ་ནི་བོད་ནང་རྒྱ་ནག་གི་དབང་ཤུགས་ཉམས་ཀྱི་ཡོད་པ་གཞི་ནས་རྒྱ་མི་ཤེས་རྟོགས་བྱུང་བ་དང་དབྱིན་ཇི་ཕྱིར་ལོག་བྱས་བོད་ལ་སྲུང་སྐྱོབ་ཕྲན་བུ་ལས་མེད་པར་རྒྱ་མིས་གང་འདོད་ལྟར་བཞག་པ་རེད། རུ་སུས་ཆིངས་ཡིག་དེ་རྒྱ་ནག་གུ་ཡངས་སུ་བཏང་བས་དབྱིན་ཇིས་ཐེ་ཇུས། བ་ཡོད་དོ་ཅོག་ཞིབ་འཇུག་ཞུ་ས་བཅུ་ཐེ་ཇུས་མི་ཐུབ་པ་བྱུང་ཞིང་དེར་བརྟེན་རྒྱ་ནག་གིས་དབྱིན་ཇི་དང་མཉམ་དུ་གྲོས་བསྡུར་བཞག་ཡོད་ཀྱང། རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་ཏེ་ཏཱ་ལའི་བླ་མ་ཡང་བསྐྱར་གྲོས་ཕེབས་གནང་དགོས་བྱུང་ཞིང། ཐེངས་འདིར་རྒྱ་གར་དུ་དབྱིན་ཇིའི་སྲུང་སྐྱོབ་འོག་ཕེབས་པ་རེད། བཅུ་གསུམ་དགུ་བརྒྱ་བཅུ་ལོར་རྒྱ་མིས་དམག་དཔུང་ལྷ་སར་འབྱོར་ཀྱང་མན་ཇུའི་རྒྱ་རིགས་མཇུག་རྫོགས། མཇུག་རྫོགས་ཉེར་ཡོད་ཅིང་བཅུ་གསུམ་དགུ་བརྒྱ་བཅུ་བཞི་ལོར་རྒྱ་ནག་ཏུ་ངོ་ལོག་བྱུང་སྟེ་བོད་ནང་གི་རྒྱ་མིས་དཔུང་དམག་ཚོའི་མགོ་སྐུ་ཕྱེས་ཏེ་རྒྱ་དམག་དམག་དཔོན་ཚོར་ནང་ནས་ངོ་ལོག་བྱུང། བོད་ནང་ཡོད་པའི་ཨམ་བན་སོགས་རྒྱ་མི་འཕྲོ་བརླག་རྣམས་བོད་མི་ཚར་གཅོད་བཏང་སྟེ་བོད་རང་དབང་རང་བཙན་གཙང་མར་བསྒྱུར་པ་རེད། གཅིག་སྟོང་དགུ་བརྒྱ་བཅུ་གཉིས་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རྒྱ་ནག་གིས་བོད་ནང་བཙན་འཛུལ་མ་བྱས་པར་རྒྱ་མི་དང། གཞན་སུས་ཀྱང་བོད་ནང་དབང་ཆ་ཕྲ་མོ་ཙམ་ཡང་མེད། རྒྱ་མིས་དམག་དཔུང་མཐར་སྐྲོད་སྐབས་ཏཱ་ལའི་བླ་མ་རྒྱ་གར་ནས་ཕྱིར་ཕེབས་ཀྱིས་བོད་འདི་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པའི་གསལ་བསྒྲགས་གནང་ཞིང་ཡིག་ཆ་དེ་ལ་སྔར་རྒྱ་རང་དང་མཆོད་ཡོན་སྦྲེལ་སྐབས་སུ་གོང་མའི་ཕུལ་བའི་གདམས་ཐུག་དེ་མིན་པར་བོད་ལྗོངས་ལྷ་མིས་ཕུལ་བའི་གསེར་ཐམ་ཆེན་མོ་ཕབ། སྔར་བོད་ཀྱི་ཡིག་ཆ་འགར། སྔར་བོད་ཀྱི་ཡིག་ཆ་འགར། གོང་མའི་བཀའ་ཡི་ལུང་གི་ས་སྟེང། གྱད་ལྡན་གྱད་ལྡན་གྱི་དྭགས་པོ་ཏཱ་ལའི་བླ་མ་ཞེས་པ་སངས་རྒྱས་ཀྱི་བཀའ་ལུང་གིས། ས་སྟེང། གྱེས་བརྟན་གྱི་དྭགས་པོ་ཞེས་པ་བསྒྱུར་བཅོས་གནང། དེ་ལྟར་བོད་དུ་རང་དབང་རང་བཙན་ཐོབ་ཅིང་གསལ་བསྒྲགས་བྱས་ཏེ་བྱེས་སུ་བོད་ནང་འཐབ་རྩོད་ལ་ཞེན་ལོག་ཡིད་ཐང་ཆད་དེ་སྔར་ལྟར་གཅིག་པུར་དོད་དང་དེར་ཕྱིན་འདུག་བར་སྐབས་སུ་རྒྱ་ནག་དང་ཆིངས་ཡིག་གང་ཡང་མ་བཞག་པར་བརྟེན་ང་ཚོས་སྔོན་ཐོན་གྱི་རང་དབང་རང་བཙན་གྱི་གྲོས་མཐུན་གལ་ཆེའི་གནས་སྟངས་ཡོངས་གྲགས་ལྟ་བུར་མ་བྱུང་བ་རེད། ཆིག་སྟོང་དགུ་བརྒྱ་བཅུ་གསུམ་ནང་གནད་དོན་དེའི་སྐོར་ལས་དིང་གཏན་འཁེལ་ཡོང་ཆེད་དུ་བོད་དང་རྒྱ་མིས་སྐུ་ཚབ་སིམ་ལའི་རྒྱ་མིས་སྐུ་ཚབ་སིམ་ལའི་ཚོགས་འདུར་དབྱིན་ཇིས་འབོད་སྐུལ་བྱས། སྐུ་ཚབ་གསུམ་པོ་འདྲ་མཉམ་གྱི་ཐོག་ནས་མཇལ་འཛོམས་ཀྱིས་ཡུན་རིང་གོ་བསྡུར་བྱས་རྗེས་ཆིང་སིན་གྱིས་བཟོས་པ་དེའི་ནང་དབྱིན་ཇིས་བོད་མི་ཚོར་ཕྱི་རྒྱ་ཁོངས་ཡིན་ཚུལ་དང་རྒྱ་མིར་བོད་ནང་གི་རང་དབང་ཟླ་འོག་ཁ་ནར་གོ་ས་གོ་ཚུལ་ལ་འབད་བརྩོན་བྱས་པ་འདུག་རྒྱ་ནག་སྐུ་ཚབ་ནས་འབྲུ་བདུན་དེ་ལ་ཐོག་མར་ཁས་ལེན་བྱས་ཀྱང་དེའི་རྗེས་རྒྱ་ནག་གཞུང་གིས་མིང་རྟགས་འགོད་རྒྱུ་མིན་ཚུལ་བརྗོད་སྟབས་བོད་དབྱིན་གཉིས་ཀྱང་མིང་རྟགས་བཀོད་ཅིང་ཆབས་ཅིག་ཟུར་དུ་གསལ་བསྒྲགས་ཀྱི་ཡིག་ཆ་ཅིག་བཟོས་པ་དེར་རྒྱ་ནག་ནས་ཕྱི་ཡིག་དེར་མིང་རྟགས་མ་བཀོད་པར་དེ་ཡི་ནང་སའི་རྒྱ་ནག་གི་ཐོབ་ཐང་རྣམས་མེད་པར་བརྗོད་དགོས་བྱེད་འདུག་གྲོས་མཐུན་དེ་ལ་རྒྱ་ནག་གི་མིང་རྟགས་བཀོད་མེད་སྟབས་ཁྲིམས་ལུགས་ཐོག་ནས་རྒྱ་ནག་གི་ཁོངས་སུ་ཚུད་པའི་ཁོངས་སྐྱེལ་གང་ཡང་ཡོད་པ་མ་རེད། གནད་དོན་དེར། མོས་དེ་རྐྱེན་འདིའི་སྐོར་གླེང་མོལ་ནམ་བྱུང་ལ་རྒྱ་མིས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བརྗོད་ཀྱི་ཡོད་ཀྱང་བོད་ནང་རྒྱ་མིས་དབང་ཆ་འཛིན་མཁན་དབང་ཆ་འཛིན་མཁན་གཏན་ནས་མེད་རྒྱ་ནག་དང་རི་པིན་གྱི་དམག་འཁྲུག་སྐབས་བོད་ནས་ཐེ་བྱུས་བྱས་མེད་ཅིང་དམག་ཆེན་གཉིས་པའི་སྐབས་སུ་ཡང་བོད་པར་གནས་སུ་བསྡད་དེ་བོད་བར་གནས་ཚུལ་བལྟས་ཏེ། བོད་བརྒྱུད་རྒྱ་གར་ནས་རྒྱ་ནག་ཏུ་དམག་བཀོད་ཡོ་བྱད་གཏོང་ཐབས་བྱས་ཀྱང་བཏང་ཡོད་པ་མ་རེད། དུས་སྐབས་དེར་འཛམ་གླིང་ཕྱོགས་དེར་བོད་མིས་རང་དབང་རང་བཙན་ཁུངས་སྐྱེལ་ཡོད་པའི་ལས་ཀ་ཤུགས་ཆེ་ཤུགས་ཆེ་བྱས་མི་འདུག་དེ་ནི་སྐབས་དེ་འདྲ་ཞིག་ངེས་པར་མི་དགོས་པ་ལྟ་བུར་མཐོང་གི་ཡོད་འདུག་འོན་ཀྱང་སྐབས་རེ་རྒྱལ་ཁབ་གཞན་དག་གི་བྱེད་སྟངས་ནས་ཁོང་ཚོས་གནས་སྟངས་དེ་དག་ཁས་ལེན་བྱེད་ཀྱི་ཡོད་པའི་ཁུངས་སྐྱེལ་བྱུང་འདུག་པ་དཔེར་ན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞབས་བདུན་ལོར་ནིའུ་དེ་ལིར་ཨེ་ཤི་ཡ་ཨེ་ཤི་ཡའི་ཡུལ་ཁག་གི་སྐུ་ཚབ་ཚོར་ཚོགས་འདུའི་སྐབས་བོད་ཀྱི་སྐུ་ཚབ་ཕྱིན་ཏེ་བོད་ཀྱི་རྒྱལ་དར་ཡང་རྒྱལ་ཁབ་གཞན་གྱི་རྒྱལ་དར་དང་མཉམ་དུ་བསྒྲེངས་ཡོད་པ་དང་ཐོབ་ཐང་དེ་ཚོར་གསོལ་ཚུལ་ཀྱང་རྩོད་གླེང་བྱུང་ཡོད་པ་མ་རེད། ལོ་དེ་གའི་ནང་རྒྱ་གར་རང་བཙན་བྱུང་རྗེས་རྒྱ་གར་གཞུང་གིས་བོད་དུ་སྤྲིངས་ཡིག་ཅིག་ལ་ལན་འདེབས་འདི་ལྟར་བྱས་ཡོད་པ་རེད། གང་ཅིའི་དོན་གནད་སྐོར་གྲོས་མཐུན་གསར་པ་མ་བཞག་པར། ཕྱོགས་གཉིས་ཀའི་ད་ཡོད་ཀྱི་འབྲེལ་བ་མུ་མཐུད་འཇོག་རྒྱུར་བོད་གཞུང་ནས་ཁས་ལེན་བྱུང་བར་རྒྱ་གར་གཞུང་དགའ་པོ་ཡོང་རྒྱུ། རྒྱ་གར་དབྱིན་ཇིས་རྒྱལ་པོའི་གཞུང། རྒྱལ་པོའི་གཞུང་ནས་ཡུལ་ཁག་གཞན་དག་ལ་ཆིངས་ཡིག་གི་འབྲེལ་པ་བྱུང་བ་ཚོར་ཡང་འགྲོ་སྟངས་འདི་རང་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་བཅུ་ཞག་བརྒྱད་ལོར་བོད་གཞུང་ཚོང་དོན་སྐུ་ཚབ་པ་རྒྱ་གར་རྒྱ་ནག་ཧྥ་རན་སི་ཨི་ཏཱ་ལི་ཨ་རི་སོགས་ལ་སྐྱོད་སྐབས་ཁོང་ཚོའི་བོད་གཞུང་ནང་བཏང་པའི་ཕྱི་སྐྱོད་ལག་འཁྱེར་ལ་ཡུལ་ཁག་དེ་ཚོའི་ཚང་མས་ཁས་ལེན་བྱས་འདུག་ང་ཚོས་རང་དབང་རང་བཙན་ལོ་ཉི་ཤུ་རྩ་གཉིས་རིང་བོད་ནང་རྒྱ་མིས་དཔུང་དམག་རྩ་བ་ནས་མེད་ཀྱང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ནང་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པ་སྐུ་གཤེགས་རྗེས་ལྷ་སར་མཆོད་འབུལ་ཞུ་མཁན་རྒྱ་མིས་སྐུ་ཚབ་འབྱོར་ཞིང་མཆོད་འབུལ་ཟིན་རྗེས་སྐུ་ཚབ་ཚོས་ལྷ་སར་དེད་དུ་རྒྱུ་མཚན་ནི་རྒྱ་ནག་དང་བོད་ཀྱི་ས་མཚམས་སྐོར་གྲོས་མོལ་འཕྲོད་བསྡད་རྣམས། ཨའོ་ཁ་ར་དང་ཁྲ་ཞིམ་གྱི་འཕྲུལ་ནག་ཐུན་མཆོད་བྱ་རྒྱུ་ཡིན་ཚུལ་བརྗོད་འདུག་འོན་ཀྱང་ལྷ་སར་རྒྱ་མིའི་སྐུ་ཚབ་ཚོའི་གནས་སྟངས་ནི་བལ་པོ་དང་དབྱིན་ཇིའི་སྐུ་ཚབ་དང་འདྲ་ཞིང་དེ་བཅས་རྒྱ་གར་ཡང་དེ་བཞིན་རེད། སྤྱི་ལོ་བཅུ་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་རྒྱ་མིས་འཕྲུལ་ལག་དེ་ཚོ་ཡང་བོད་ནས་ཕྱིར་སྒྲོག་བྱས་འདུག་དེར་བརྟེན་བོད་ཀྱི་རྒྱལ་རབས་མདོར་བསྡུས་དེ་ལྟར་ལ་གཞིགས་ན། བོད་ནི་སྔར་གྱི་རྒྱལ་ཁབ་ལོགས་སུ་སྡོད་མཁན་ཞིག་ཡིན་པ་དང་དུས་རབས་མང་པོའི་རིང་རྒྱ་ནག་དང་ཕན་ཚུན་མཐུན་འབྲེལ་ཡོད་པ་ཞིག་སྟེ་རྒྱ་ནག་ནུས་ཤུགས་ཆེ་ཞིང་བོད་ཡང་ནུས་ཤུགས་ཞན་པའི་དུས་སྐབས་འགའ་ཤས་ལ་རྒྱ་མིས་བོད་དུ་བཙན་འཛུལ་བྱེད་པའི་དུས་སྐབས་བྱུང་བ་དེ་འདྲ་ཡིན་ཀྱང། ཁ་ཡོད་དེ་རྐྱང་རྐྱང་ཡིན་ཀྱང་དེ་བཞིན་བོད་ཀྱི་རྒྱལ་རབས་ནང་བལྟས་ན་བོད་ནས་རྒྱ་ནག་ཏུ་བཙན་འཛུལ་བྱས་པ་ཡང་བྱུང་ཡོད། རྒྱ་མིས་བོད་རྒྱ་ནག་གི་ཆ་ཤས་ཡིན་ལུགས་བརྗོད་པ་དེར་རྒྱལ་རབས་ནང་ཁུངས་ལུང་གང་ཡང་མེད། གཅིག་སྟོང་དགུ་བརྒྱ་བཅུ་གཉིས་ནས་དུས་ངན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོའི་བར་བོད་པའི་རྒྱལ་ཁབ་གཞན་དག་ལྟ་བུས་སྔོན་ཐོན་གྱི་རང་དབང་རང་བཙན་ལ་ལོངས་སུ་སྤྱོད་ཞིང་ཁྲིམས་ལུགས་ཀྱི་གནས་སྟངས་ཀྱང་གཅིག་སྟོང་དགུ་བརྒྱ་བཅུ་གཉིས་ནང་ཡོད་པ་དེ་བཞིན་རང་ཡོད་པ་དང་གནས་སྟངས་དེ་དག་ལ་ཉེ་ཆར་རྒྱལ་སྤྱིའི་ཁྲིམས་དོན་ཁེ་ཕན་ཚོགས་པས་བརྟག་དཔྱད་ཞིབ་ནན་བྱས་ཡོད་པ་རེད། ཕྲན་གྱི་མཐོང་ཚུལ་ཙམ་མིན་པར་ཕྱོགས་ལྷུང་ཕྲ་ཞིང་སྙན་གྲགས་ཅན་གྱི་ཚོགས་པ་དེས་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་པར་འདེབས་བྱས་པའི་བོད་དང་ཁྲིམས་གཏུགས་ཟེར་བའི་སྙན་དེབ་མཉམ་འབྲེལ་རྒྱལ་ཚོགས་སུ་འབུལ་བ་དེ་ཡི་ནང་ཇི་གསལ་བརྗོད་ན་སྤྱི་སྟོང་དགུ་བརྒྱ་བཅུ་གཉིས་ནས་རྒྱ་མི་མཐར་སྐྲོད་བྱེད་སྐབས་བོད་ཀྱི་གནས་སྟངས་ནི་སྔོག་འདོན་གྱི་རང་དབང་རང་བཙན་ཡིན་པ་ངོས་འཛིན་བྱས་ཆོག་ཁྲིམས་ལུགས་ཀྱི་ཐོག་ནས་ཀྱང་རྒྱ་ནག་ཁོངས་གཏོགས་ཀྱི་རྣམ་པ་ཟེར་བའི་རྒྱུ་མཚན་ནུས་ཤུགས་ཅན་ཡོད་པ་རེད་དེར་བརྟེན་སྤྱི་སྟོང་དགུ་བརྒྱ་བཅུ་གཅིག་གཅིག་སྟོང་དགུ་བརྒྱ་བཅུ་གཉིས་ཀྱི་གནས་ཚུལ་དེ་དག་གིས་བོད་ནི་དངོས་དོན་དང་ཁྲིམས་ལུགས་གཉིས་ཀའི་ཐོག་ནས་རྒྱ་ནག་ལས་ལོགས་སུ་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ཀྱང་མཐར་ཐོན་འདུག་ཅེས་སྙན་སེང་ཞུས་འདུག།